ལོ་གཅིག། རྫོགས་པའི་གི་མཇུག། སང་ཉིན་ལོ་གསར་པ་ཚེས་པའི་གི་མགོ་ལ། དེ་ནས། ཆོས་ཀྱི་བྱ་བ། བྱེད་རྒྱུ་ཡོད་པ་རེད། དེ་ནི་དེ་དེ་རིང་ཡང་དེ་ག་རང་མུ་མཐུད་ནས་བྱས་པ་རེད། ད་ད་ལྟ་ཁྱེད་རང་ཚོའི་ཚེ་དབང་ཞུ་གི་ཡོད་རེད། དེ་ཡིན་དུས། ཚེ་དབང་ཟེར་རྒྱུ་དེ། དེ་ནི་ང་ཚོ་ཚང་མ་ཚེ་རིང་པོ་བསྡད་དགོས་མཁན་ཤ་སྟག་རེད། དེ་འདྲ་ཡིན་དུས། ད་ཚེ་རིང་པོ་བསྡད་པའི་གི་ཆེད་དུ་ལ་ཚེ་དབང་ཞུ་གི་ཡོད་རེད། རེད་དེ། མགོན་པོ་ཚེ་དཔག་མེད་ཀྱི་བྱིན་རླབས་དངོས་གནས་འཇུག་ཡག་ལ། དེ་ནས་ང་རང་ཚེ་རིང་པོ་བསྡད་ནས་དོན་དག་ཡག་པོ་གཅིག། རྒྱུ་མཚན་ཡག་པོ་གཅིག། ཡོད་དགོས་བ་རེད། ཚེ་རིང་པོ་བསྡད་རྒྱུ་དེ་ལ། དེ་ག་སི། ཤིང་སྡོང་དེ་ཚོ་ཚེ་རིང་པོ་རེད། རྡོ་དེ་ཚོ་ལོ་དུང་ཕྱུར་མང་པོ་རེད། དེ་ཀུན་རྫོབ་གང་དོན་དག་ཞི་དྲག་ཞི་དྲག་གང་མི་འདུག་ཨ། དེའི་བཟོ་འདྲ་པོ། ང་ཚོ་ཚེ་རིང་པོ་བསྡད་ནས། དེ་ག་ཟེར། ཨུ་ཚུགས་བརྒྱབ་ནས། ད་ཚེ་དཔག་མེད་བྱིན་རླབས་གནང་རོགས་གནང་ང་ཚ་རིང་པོ་བསྡད་དགོས་ཡོད་ཟེར་ལབ་ན། དེ་ནས་ཡིད་ཆེས་ཡོད་ན། ཨོ། དེ་ནས་བལྟས་ཚེ་བྱིན་རླབས་འདྲ་པོ་འཇུག་གི་ཡོད་འགྲོ། དེ་ཡིན་ན་ཡང། ཆོས་དང་མཐུན་པ་དངོས་གནས་བྱེད་བྱེད་དུས་དེ་ནས་རྒྱུ་མཚན་ཡག་པོ་ཡོད་དགོས་རེད། ད་ཚེ་རིང་པོ་བསྡད་ན་དེ་ནས་ཆོས་སྒྲུབ་པའི་གི་དུས་ཚོད་ཡོད་རེད། ཚེ་རིང་པོ་མ་བསྡད་ན་ཆོས་སྒྲུབ་པའི་གི་དུས་ཚོད་ཡོད་མ་རེད། དེ་འདྲ་ཡིན་དུས་ད་ང་ཆོས་ཡག་པོ་ཅིག་སྒྲུབ་དགོས་ཀྱི་འདུག་ཆོས་ཡང་དག་པ་ཅིག་སྒྲུབ་དགོས་ཀྱི་འདུག། དེ་བསྒྲུབ་དགོས་དུས་དེ་ནི་ང་ཚེ་རིང་པོ་བསྡད་པར་བསྡད་དགོས་ཀྱི་འདུག་དེའི་གི་བྱིན་རླབས་གནང་རོགས་གནང་ཞེས་ནས་དེ་ནི་མགོན་པོ་ཚེ་དཔག་མེད་ལ་གསོལ་བ་བཏབ་ན་དེ་ནི་བྱིན་རླབས་འཇུག་རྒྱུ་རེད། བྱས་པ་དོན་ཡོད་རེད། དེ་ནི་ད་ཆོས་བསྒྲུབ་ཟེར་དུས་ག་འདྲའི་ཅིག་ལ་ཟེར་གྱི་ཡོད་རེད་ཟེར་ན། དེ་ནི་སྤྱིར་བཏང་གི་ད། འཇིག་རྟེན་གྱི་ཁམས་འདི་ན་ལ། ང་ཚོ་མི་ལུས་རིན་པོ་ཆེ་ཐོབ་ཚར་དུས། དེ་ནས་ང་ཚོས་ཀྱི་མི་ལུས་དེ། མི་ལུས་ཙམ་པོ་བ་ཅིག་རེད་པ། འོ། དེ་ནས། སྐད་ཆ་འདྲ་མི་འདྲ་བཤད་ཤེས་ཙམ་གྱིས། བསམ་མནོ་མི་དྲན་དགུ་དྲན་དྲན་ཤེས་ཙམ་གྱིས་ཀྱི་མི་ལུས་ཅིག་གིས། དེ་ནས། མི་ལུས་ཆོས་ལྡན་ཆགས་ཀྱི་ཡོད་མ་རེད། མི་ལུས་ཙམ་པོ་བ་རེད། ད་མི་ལུས་ཆུ་ལྡན་བྱེད་དུས། ད་འབྱོར་གྱི་མི་ལུས་རིན་པོ་ཆེ་ཟེར་ནས། དེ་ནས། ད་བ་རྗེ་དང་འབྱོར་པ་བཅུ་དེ་ཚོ་ཁྱེད་རང་ཚོ་ཤེས་ཀྱི་ཡོད་ན་ད་ཤེས་པ་རེད་མ་ཤེས་པ་ཡིན་ན་ད་ལྟ་ཤེས་ཚོད་ཡོད་མ་རེད་མང་པོ་རེད། གང་ལྟར་ཡང། དེ་ནས། ཆོས་སྒྲུབ་པའི་གི། བསམ་པ་ཡོད་པ། དེ་ནི་རང་གི་ངོས་ནས་བྱས་པ་ཡིན་ན། ང་རང་ལ་ཕན་པའི་གི་བྱ་བའོ། དེ་ནི་ཚེ་འདི་ལ་ཕན་པ། སྐྱེ་བ་ཕྱི་མ་ལ་ཕན་པ། དེ་བྱེད་པའི་གི་བསམ་པ་ཡོད་པ། དེ་ནས་གཞན་ལ་ཡིན་ན་ཡང་ཚེ་འདི་ན་ལ་ཕན་པ། སྐྱེ་བ་ཕྱི་མ་ལ་ཕན་པ་དེ་འདྲའི་གིས་གཞན་ལ་ཡིན་ན་ཡང་ཞབས་ཏོག། གཞན་ལ་ཡིན་ན་ཡང་ཕན་ཐོགས། གཞན་ཕན། བྱེད་པའི་གི་བསམ་པ་ཡོད་པ། དེ་འདྲའི་ཅིག། བྱུང་བ་ཡིན་ན། དེ་ནི་ད་ཆོས་ཀྱི་གཞི་མ་དེ་དེ་རེད། ཆོས་སྒྲུབ་པའི་གི་གཞི་ཅིག་དགུ་དཀར་བ་དེ་རེད། ད་དེ་གི་སྒང་ལ། དེ་ནས་ཆུ་དངོས་སུ་འགྲུབ་ཡོང་པའི་སྐབས་སུ་ལ། ད་མི་བྱ་ཕོ་མོ་ཚོ་ཡིན་ན། ད་ཁྱེད་རང་ཚོ་འགའ་ཤས་ཀྱིས་ཆུ་ཨོ་ཚེ་ཤིང་གི་ཡོད་ཀྱི་རེད། དེང་སང་གཅིག་བྱས་ན་དུས་སྙིགས་མ་རེད་དེ། ཡིན་ན་ཡང་བླ་མ་རྣམ་པས་ཀྱིས་བཀའ་ཆོས་མང་པོ་གསུང་གི་འདུག་དེ་འདྲའི་ཡིན་དུས་ཁྱེད་རང་ཚོས་བཀའ་ཆོས་མང་པོ་ཐོབ་ཡོད་ཀྱི་རེད། ད་དེ་ཚོ་སེམས་ལ་བཞག་བྱས་ནས་རེད་པ། ང་ཚོ་བོད་པ་ལ་བཤད་ཡ་ཡོད་པ། ཨ་མཆོག་འཇབ་རྒྱ་ལྷག་པ་ཟེར། འདི་ནས་ཚུར་ཡོང་འདི་ནས་ཕར་བཏང་མ་བཞག་པ། རེད་པ། ཨ་མཆོག་སྙིང་ཁ་ནང་ལ་ཚུར་ཡོང་ནས་ཀླད་པའི་ནང་ལ་འཛུལ། དེ་སྙིང་གི་ནང་ལ་མ་བཞག། དེ་འདྲའི་བྱས་ནས་འདི་ནས་བྱས་པ་ཡིན་ན། ད་ཁྱེད་རང་ཚོ་ཆོས་དར་ཐོབ་འདི་ཡོད་རེད། མང་པོ་ཐོབ་ཡོད་རེད། དེ་འདྲ་ཡིན་དུས་ཤེས་ཀྱི་ཡོད་ཀྱི་རེད།

ཚིག་དང་པོ་གཉིས་དེ་སྐྱབས་འགྲོ་རེད་ཚིག་ཕྱི་མ་གཉིས་དེ་སེམས་བསྐྱེད་རེད་དེའི་འདུག་ཚིག་བཞི་གི་ནང་ལ་སྐྱབས་འགྲོ་སེམས་བསྐྱེད་གཉིས་འདུས་ཚར་བ་རེད། ད་དེ་དེ་འདྲ་པོ་འདོན་དེ་འདྲ་པོ་བསམ་བློ་བཏང། ཨོ་དེ་འདྲས་བྱས་ན་དེ་ནི་ཆོས་དངོས་སུ་འགྲུབ་པ་རེད། ད་དེ་ནས་ཡར་ལ་ད་རུང་ཆོས་སྒྲུབ་དགོས་བསམ་པ་ཡིན་ན་དེ་ནི་མི་ཅག་ཕོ་མོ་ཡིན་ན་དེ་ནི་རྣལ་འབྱོར་པ་བྱེད་དགོས་བ་རེད། ཨོ་དེ་ནས་གྲྭ་པ་ཚོ་དང་ཨ་ནེ་ཚོ་ཡིན་ན་ད་ཁྱོད་ཚོ་ཆོས་སྒྲུབ་རྒྱུད་ཀྱི་ཆེད་དུ་ལ་འཁོར་བ་སྤངས་ནས། དེ་ནས་ཁྱིམ་ནས་ཁྱིམ་མེད་པར་རབ་ཏུ་བྱུང་ནས་སངས་རྒྱས་བཅོམ་ལྡན་འདས་ཀྱི་སྣང་བས་ཀྱི་གོས་དེ་གོན། སངས་རྒྱས་བཅོམ་ལྡན་འདས་ཀྱི་སྣང་བས་ཀྱི་ཆོས་དེ་སྦྱངས། དེ་ནས་སངས་རྒྱས་བཅོམ་ལྡན་འདས་ཀྱི་གསུངས་པའི་ཀྱི་བཀའ་བཞིན་དུ་ལ་ཆོས་སྒྲུབ་མཁན་ལ་དེ་གྲྭ་པ་སྲིད་དུ་དེར་བ། དེ་མ་གཏོགས་དེ་ནི་གྲྭ་པ་ཟིན་མཁན་ཨ་ནེ་ཟིན་མཁན་དེ་ནི། ཁོག་པ་ནང་ན་ནི་ཆོས་མེད་པ། ཕྱི་ལོགས་ལ་ནི་དེ་ནི། སངས་རྒྱས་ཀྱི་སྣང་བཞག་པའི་གི་ན་བཟའ་དང་ཚོ། ཡིན་ལ་མིན་ལ་ཅིག་གོན་ཤེས་ལ་མ་ཤེས་ལ་ཅིག་བྱས་ནས་གོན་བསྟན་མཁན། ཨོ་ད་དེ་འདྲས་ཅིག་བྱས་ན་ད། ཅིག་སྐྱེ་བ་སྔོན་མ་གི་ལས་ལས་ལ་བརྟེན་ནས་དེ་འདྲས་ཅིག་གི་འབྲེལ་པ་བྱུང་དུས། ད་བསོད་ནམས་ཆེན་པོ་ཡིན་གྱི་རེད། མ་གཏོགས་ཀི་དེ་ནི། གྲྭ་པ་དང་མི་བྱ་བྱས་ན་མཚམས་མཚམས་སེམས་པའི་གི་ནང་ལ་ཆུ་མི་བྱ་ལ་ཡོད་ཆེ་བ་འདྲ་པོ། གྲྭ་པ་ལས་མེད་པ་འདྲ་པོ། དེ་འདྲ་ཡང་ཡོང་གི་འདུག་ད། ཨོ་ད་དེ་ཡིན་དུས་དེ་ཚོ་དེ་ནས་སོ་སོའི་བསོད་ནམས་ཀྱི་དང་པོ་ཡག་ཅིག་བཀོད་ཡོད་བ་རེད་དེ། ཡིན་ན་ཡང་དེ་ནི་ད་ཟ་རྒྱུ་དེ་སྐོར་མ་གཏོགས་ཡོད་མ་རེད་གོན་རྒྱུ་དེ་སྐོར་མ་གཏོགས་ཡོད་མ་རེད་སྐོར་ཐམས་ཅད་ནི་ཤི་གསོན་གཉིས་ཀྱི་སྐོར་རེད། དེ་ཡིན་དུས་སྐལ་བཟང་ད་ཐེག་གི་སྐོར་ཐེག་གི་སྡིག་པ་གིས་དེ་ནི་སྔོན་མེད་ཀྱི་བསོད་ནམས་དེ་འཕགས་ཟེ།

ལྷ་བཤོས་བཞིན་དུ་མཆོད་པ་ལས་ཡར་བཤམས་དུས། བགེགས་གཏོར་ནང་བཞིན་བྱིན་ཏེ་མི་ནད་མ་ལ་དབྱུག་ཡ་དེ་འདྲས། དེ་འདྲས་རེད་ཡག་གི་དེ་ནས་ཉེན་ཁ་ཡང་ཡོད་རེད་ལ་རེད་མཁན་ཡང་མང་པོ་ཡོད་རེད། དེ་འདྲ་ཡིན་དུས་དེ་འདྲས་རེད་མ་ཤོར་བ། ཁྱེད་རང་ཚོ་གྲྭ་པ་རེད་ཨ་ནེ་རེད། དེ་རེད་ཚ་དུས་ད་གྲྭ་པ་གི་གྲྭ་པའི་གི་ལས་ཀ་བྱེད་ཨ་ནེ་གི་ཨ་ནེ་གི་ལས་ཀ་བྱེད་དེ་ག་རེ་རེད་ཟེར་ན་ད་ཆོས་སྒྲུབ་དགོས་བ་རེད་དཔེ་ཆ་བལྟ་དགོས་བ་རེད། དེ་ནས་ཚོགས་པ་འཚོགས་དགོས་བ་རེད། དེ་ནས་སྡོམ་པ་བསྲུང་དགོས་བ་རེད། དེ་ནང་བཞིན་གྱི་དེ་ནི་འགྲོ་སྟངས་འདུག་སྟངས་སྤྱོད་ལམ་ག་རེ་ཡིན་ན་ཡང་གྲྭ་ཕལ་གྱི་སྤྱོད་ལམ་བྱེད་ཨ་ནི་གྱི་སྤྱོད་ལམ་བྱེད་དངོས་གནས་ཀྱི་སངས་རྒྱས་བཅོམ་ལྡན་འདས་ཀྱི་རྗེས་སུ་འཇུག་པའི་གྱི་དེ་ནི་ཁྱིམ་ནས་ཁྱིམ་མེད་པར་རབ་ཏུ་བྱུང་བའི་གྱི་སྤྱོད་པ་དེ་བྱེད་དགོས་བ་རེད། དེ་ནི་ད་རྣལ་འབྱོར་པ་སྔགས་པ་དེ་ཚོ་ཡིན་ན་ད་དེ་ལས་ཀྱང་དེ་ནི་གདིང་ཟབ་པ་རེད། ཨོ། དེ་ནི་ད་ལྟ་ཁྱིམ་ནས་ཁྱིམ་མེད་པར་རབ་ཏུ་བྱུང་བའི་དགེ་དགེ་ཚོམ་ལོངས་སྤྱོད་ཀྱི་གསུང་རྒྱུད་ཀྱི་སྡོམ་པ་ལས་དེ་ནི་སྔགས་པ་ཀྱི་གསུང་རྒྱུད་ཀྱི་སྡོམ་པ་བཅུ་འདབ་ཀྱི་མང་གི་རེད། འོ་དེ་རེད། དེ་འདྲ་ཡིན་དུས་སྐབས་སུ་ལ་དེ་ནི་ད་སྔགས་པ་ཡིན་ན་ཡང་དེ་ནི་ཚུར་དང་ལྡན་པ་མཚན་ཉིད་དང་ལྡན་པའི་གི་སྔགས་པ་ཅིག་བྱེད་དགོས་ཀྱི་རེད། དེ་ནི་གྲྭ་པ་ཡིན་ན་ཡང་ཨ་ནེ་ཡིན་ན་ཡང་ཚུར་དང་ལྡན་པའི་གི་ཨ་ནེ་ཅིག་གྲྭ་པ་ཅིག་བྱེད་དགོས་ཀྱི་རེད། ད་གྲྭ་པའི་གི་ནང་ན་བླ་མ་ཡོད་རེད་མཁན་པོ་ཡོད་རེད། ད་ཁྱེད་རྣམ་པ་འདྲ་པོ་ཡིན་ན་དེ་ནི་མཁན་པོ་གིས་ད་དགེ་བའི་བཤེས་གཉེན་རེད། དེ་ཡིན་དུས་སྐབས་སུ་ལ་དེ་ནི་མཁན་པོ་གིས་དགེ་བའི་བཤེས་གཉེན་གྱིས་དགེ་བའི་བཤེས་གཉེན་གྱི་བྱ་བ་གནང་ནས་དེ་ནི་ཚུར་དང་ལྡན་པའི་མཁན་པོ་ཅིག་གནང་དགོས་བ་རེད། བླ་མ་དེས་དེ་ནི་སེམས་ཅན་ཐམས་ཅད་ལ་དེ་ནི་དམ་པའི་ཆོས་ཀྱི་སྒོ་ནས་མ་ཡི་བུ་ལ་བཅངས་པ་ལྟར་དུ་ལ་བཅངས་མཁན་གྱི་བླ་མ་རེད། དེ་ཡིན་དུས་བླ་མེད་ཀྱིས་བླ་མའི་བྱ་བ་དེ་གནང་དགོས་བ་རེད། དེ་ནས་སྤྲུལ་སྐུ་རེད་སྤྲུལ་སྐུ་རྣམ་པ་ཚོ། དེ་ནས་སྤྲུལ་སྐུ་རྣམ་པ་ཚོ་དེ་དག་བླ་མ་གོང་མས་ཀྱི་ཐུགས་རྗེས་གནང་ནས་དེ་ནས་བསམ་བཞིན་དུ་སྲིད་པར་སྐྱེ་བ་བཞེས་ཡོང་བ་རེད། དེ་ཡིན་དུས་སྐབས་སུ་ལ་དེ་ནས་ཅིག་གཞན་དང་མ་འདྲ་ཙམ་ཅིག་གི་དེ་ནས་སངས་རྒྱས་ཀྱི་བསྟན་པ་ལ་ཡིན་ན་ཡང་ཞབས་འདེགས་གཞན་དང་མ་འདྲ་ཙམ་ཅིག་གི་དེ་ནས། འོ། སྤྱི་བཏང་གི་དེ་ནི་ད། རིགས་པའི་གནས། ཆེ་ཆུང་གང་ག་ལ་དེ་ནི། ལྷ་བྱུང། འོ་དེ་གི་ནང་ནས་ད་གཞུང་ཆེན་པོ་དེ་ཚོ་ལ་དེ་ནི་ཐོས་བསམ། དེ་ནི། དེ་ནི་ཆོ་ག་ཕྱག་ལེན་ལ་སོགས་པ་དང། ད་ཆོ་ག་ཕྱག་ལེན་ཟེར་དུས་སྐབས་སུ་ལ་དེ་མི་ཚོའི་བསམ་པ་ལ་ཕལ་ཆེར་ཚོགས་པ་ཚོ་ཟེར་དུས་ཁ་རོག་ཡར་བསྡད་ནས་དེ་ནས་སྔགས་གཅིག་བརྡུང་རོལ་མོ་གཅིག་བརྡུང་དེ་ནས་སྐད་ཅིག་བརྒྱབ་དེ་ནས་འགའ་ཤས་གཉིད་ཁུག་འགའ་ཤས་འགའ་ཤས་འདོན་ཡང་བར་ཐག་ལ་བྱ་འདྲ་འཐུང་བར་ཐག་ལ་ཐུག་པ་འདྲ་འཐུང། ལོ་དེ་འདྲའི་བྱེད་དེ་མཁན་འདྲ་པོ་གཅིག་ལ་དེ་ནས་བསམ་བློ་འཁོར་གི་འདུག་ག་དེ་འདྲས་མ་རེད་ད། ཚོགས་པ་ཚོ་ཟེར་ཡ་དེ་ག་རེ་བྱེད་ཀྱི་ཡོད་རེད་ཟེར་ན། དེ་ནས་སངས་རྒྱས་བཅོམ་ལྡན་འདས། རྐྱང་པ་མ་རེད་ད་སངས་རྒྱས་ཐམས་ཅད་ལ་དེ་ནི་ཆོས་ཀྱི་སྐུ་དང་ལོངས་སྤྱོད་རྫོགས་པའི་སྐུ་དང་སྤྲུལ་པའི་སྐུ་ཟེར་ན་སྐུ་གསུམ་ཡོད་རེད་ཨོ། སངས་རྒྱས་སྤྲུལ་པའི་སྐུ་དེ་ཤ་ཆ་ཐུབ་པ། མཚན་བཟང་པོ་སུམ་ཅུ་རྩ་གཉིས་དང་དཔེ་བཞི་བཟང་པོ་བརྒྱད་ཅུ་བརྒྱན་པ། གསུང་དབྱངས་ཡན་ལག་དྲུག་ཅུ་གི་བདག་ཉིད་དེ་དེ་རེད་ད། ལོངས་སྤྱོད་རྫོགས་པའི་སྐུ་ཟེར་བ་དེ་ཡི་དམ་དཀྱིལ་འཁོར་གྱི་ལྷ་ཚོགས་རེད། དེ་བཞིན་དུ་ཡི་དམ་དཀྱིལ་འཁོར་གྱི་ལྷ་ཚོགས་ཡི་དམ་རེ་རེ་ལ་དཀྱིལ་འཁོར་ཆ་ཚང་མ་རེ་དཀྱིལ་འཁོར་རེ་རེ་ལ་ཆོ་ག་འདོན་པ་ཕྱག་ལེན་དང་བཅས་པ་ཆ་ཚང་མ་རེ་ཡོད་རེད་དེ་ཡིན་དུས་སྐབས་སོགས་ལ་སངས་རྒྱས་ལོངས་སྤྱོད་རྫོགས་པའི་སྐུ་སྒྲུབ་བསྡད་ཀྱི་ཡོད་རེད་ད། དེ་རེད་དེ་རེད་མ་གཏོགས་ད་ག་ཟེ་ཡ་དེ་ནས་དེ་ནས་ལས་ཀ་གང་གང་མེད་པ་བྱས་ནས་ཡ་བསྡད་ནས་ཉིན་གང་ཡ་འཛུལ་བསྡད་པ་དེ་འདྲ་མ་རེད་བ། དེ་ནས་ད་ཁྱེད་རང་ཚོ་མཚམས་མཚམས་འཚོ་བ་འཚོ་ཡ་ལ་དེ་ཚེ་དཀའ་ལས་ཁ་མདོག་ག་ནང་བྱེད་ཀྱི་འདུག་དེ་འདྲས་བྱས་ན་ཁྱེད་རང་ཚོའི་བསོད་ནམས་ཟད་ཀྱི་རེད་ད། ག་རེ་རེད་ཟེར་ན། ཡི་དམ་དཀྱིལ་འཁོར་གྱི་ལྷ་ཚོགས་སྒྲུབ་བརྒྱུད་ཀྱི་གོ་སྐབས་ཡོད་པ་ལ། ད་དེ་དཀའ་ལས་ཁག་གི་འདུག་བསམ་ན་དེ་ནས་ད་དེ། ག་རེ་རེད་ཁྱེད་རང་ཚོ་ཁོག་པ་ལ་འདྲེ་ཞུགས་ཡིན་གྱི་རེད། རོ་པ། རེད་དངོས་གནས་བསོད་ནམས་ཐམས་ཅད་ཟད་འགྲོ་གི་རེད་དེ་ནས་དེ་སྔ་ཡོད་པའི་གི་བསོད་ནམས་གང་ག་ཟད་འགྲོ་གི་རེད། དེ་ནས་ཡི་དམ་དཀྱིལ་འཁོར་གྱི་ལྷ་ཚོགས་སངས་རྒྱས་ལོངས་སྤྱོད་རྫོགས་པའི་སྐུ་གི་བསྐྱེད་རིམ་རྫོགས་རིམ། དེ་ནས་ལམ་གྱི་རིམ་པ་ཆ་ཚང་མ་སྟེ་དེ་ནས་ཉམས་སུ་ལེན་རྒྱུ་དེ་ལ་ད་ཚོགས་པ་ཚོགས་ཟེར་རྒྱུ་དེ་དེར་བ། དེ་ཡིན་དུས་སྐབས་སུ་ལ་དེ་ལ་དགའ་བཞིན་དུ་སྤྲོ་བཞིན་དུ་དེ་ནས་ཚོགས་པ་ཚོགས་ཡ་གོ་ག་ཁོ་ར་སོང་ཙམ་ན་ཚོགས་དགོས་རེད་མ་གཏོགས་ཀི། དེ་ནི་དེ་ཁྲེལ་སོད་བྱེད་ཡ་དང་དེ་ནས་འདོན་པ་ཆ་མ་ཚང་པ་བྱེད་ཡ་དང་དེ་འདྲ་རྩ་ནས་བྱེད་རྒྱུ་ཡོད་མ་རེད་དེ་སྐལ་ཆེན་པོ་ཞེ་དྲག་རེད། ད་ཆོག་གི་སྤྲུལ་སྐུ་སྤྲུལ་པའི་རྣམ་པ་ཚོ་ཡིན་ན་ཡང་དེ་ནི་ད་བསྟན་པ་གི་བྱ་བ་གནང་མཁན་ཡིན་དུས་སྐབས་སུ་ལ་དེ་ནི་ཉམས་ལེན་ཡག་པོ་ཅིག་མེད་ན་དེ་ནི་བསྟན་པའི་གི་བྱ་བ་ག་འདྲའི་གནང་གི་རེད་བ། མི་ལ་ཆོས་མ་བཤད་པའི་སྐབས་སུ་ལ་རང་གི་རྒྱུད་ལ་ཆོས་ཉམས་སུ་ལེན་པའི་གི་ཉམས་མྱོང་མེད་ན་ནི་སྐྱག་རྫིང་བཤད་དགོས་རེད་བ་དེ་ནི་ད་མི་ལ་ཆོས་བཤད་དུས་སྐབས་སུ་ལ་ད་ང་རང་ལ་ཉམས་མྱོང་ཡོད་མ་རེད་བ་ཉམས་མྱོང་མེད་བཞིན་དུ་ལ་བཤད་ན་ད་སྐྱག་རྫིང་རེད་བ། དེ་ནི་ལྕག་རྫིང་བཞེས་ན་མི་ལ་ཕན་ཐོག་གི་མ་རེད། ཨོ། དེ་རེད། གསེར་གྱི་ཁབ་གཅིག་རེད་བ། གསེར་གྱི་ཁབ་གཅིག། དེ་ནི་ལྕགས། ལྕགས་ཀྱི་གོང་བུ་གཅིག་གི་སྒང་ལ་བཙུགས་ན་ཟུག་གི་མ་རེད། གསེར་ཁོ་རང་ཉོ་འགྲོ་གི་རེད། ཁྱེད་རང་སྤྲུལ་སྐུ་རེད་རྩ་ཆེན་པོ་རེད་མཐོན་པོ་རེད་ག་རེ་རེད་མིང་ཆེན་པོ་རེད་གོ་གནས་ཆེན་པོ་རེད་ག་རེ་ཡིན་ན་ཡང། སོ་སོའི་གི་རྒྱུད་ལ་ཉམས་ལེན་མེད་ན་གསེར་གི་ཁབ་རེད་གསེར་གི་ཁབ། གསེར་གི་ཁབ་དེ་ཡར་བཞག་བཞག་ན་སྙིང་རྗེ་བོ་ཡོད་རེད་མ་གཏོགས་གང་གང་ཕན་ཐོག་གི་མ་རེད། ཨོ། རེད་དེ་ཡིན་དུས་དེ་འདྲ་པོ་མ་ཆགས་པ། དེ་འདྲ་པོ་མ་ཆགས་པ། སོ་སོའི་གི་རྒྱུད་ལ་དེ་ནི་ཆོས་ཡོད་པ་ཅིག་ཡིན་པ་བྱས་པ་ཡིན་ན། དེ་ནི་ཁྱེད་རང་གི་ཚིག་གཅིག་བཤད་པ་ཡིན་ན་ཡང། ཕ་ཆོས་ཀྱི་མིག་གིས་སེམས་ལ་ཕན་ཡོན་ཐག་གཅོད་ཡོང་གི་རེད། དེ་འདྲ་ཡིན་དུས་སྐབས་སུ་ལ་སྤྲུལ་སྐུ་རྣམ་པ་ཚོ་ཡིན་ན་ཡང་དེ་འདྲ་རེད། མཁན་པོ་རྣམ་པ་ཚོ་ཡིན་ན་དེ་འདྲ་རེད་བླ་མ་རྣམ་པ་ཚོ་ཡིན་ན་དེ་འདྲ་རེད། དགེ་འདུན་བཙུན་པ་བཙུན་མ་ཚོ་དང་སྔགས་པ་ཚོ་ཚང་མ་དེ་འདྲ་རེད། དེ་ནི་ཁྱེད་རང་ཚོ་མི་ཤ་ཕོ་མོ་ཚོ་ཡིན་ན་ཡང། ད་འདི་ན་ལ་མང་པོ་ཟེར་གང་མི་འདུག་ད་སྐད་ཆ་མང་པོ་བཤད་བསྡད་དགོས་ཡ་མི་འདུག་ད་ཁྱེད་རང་ཚོ་ཚང་མས་གོ་བསྡད་ཡོད་རེད། དེ་ཡིན་དུས་ད་དོན་དག་སྙིང་པོ་དེ་དུས་རྒྱུན་དུ་ལ། དེ་ནི་ཁ་སྟོང་པ་མ་བསྡད་མ་ནི་འདོན། ལག་པ་སྟོང་པ་མ་བཟླས་མཁྲིག་མ་སྦྲང་འཁོར་ལོ་བསྐོར། དེ་ནས་སེམས་དེ་རྣམ་རྟོག་འདྲ་མ་འདྲ་དྲན་མ་བཟླས་ཡར་དཀོན་མཆོག་ལ་དད་པ་བྱས་མ་སེམས་ཅན་ལ་སྙིང་རྗེ་བྱས་བསམ་པ་བཟང་པོ་བྱས། རེད་པ། ད་སོ་སོ་སོ་སོའི་གི་འཚོ་བ་སོ་སོ་སོ་སོས་སྤྱད་དགོས་གི་རེད་པ། དེ་སྤྱད་པ་ལ་དེ་ནས་ལས་ཀ་མ་ལས་ན་འགྲིག་གི་མ་རེད། ཁྱེད་རང་ཚོ་ཞིང་ཁ་བཏབ་དགོས་ཀྱི་ཡོད་ཀྱི་རེད་ཚུར་དྲ་ཙོང་དགོས་ཀྱི་ཡོད་ཀྱི་རེད་ཚོང་ཁང་སིམ་དགོས་ཀྱི་ཡོད་ཀྱི་རེད་ཟ་ཁང་སིམ་དགོས་ཀྱི་ཡོད་ཀྱི་རེད་འོ་ད་དེ་ཚོ་གང་ག་ལ་སྡིག་པ་མེད་པ་ཡོད་མ་རེད་ད་སྡིག་པ་ཡོད་རེད་ཚང་མ་ལ་ཡིན་ན་ཡང་སྡིག་པ་ཧ་ཅང་གི་ཆེན་པོ་མ་རེད་འོ་དེ་ནས་མིན་ན་གོམ་པ་སྤོ་ནས་འགྲོ་ན་ཡང། འདི་ནས་ཕ་འདི་བར་དུ་འགྲོ་ན་རྐང་པ་འོག་ལ་འབུ་སྟོང་ཕྲག་མང་པོ་བསད་ཚར་རེད། ང་རང་ཚོ་མིག་གིས་མཐོང་ཡག་མེད་པའི་གི་འབུ་དེ་འདྲས་ཁོ་རང་འཛམ་བུ་གླིང་ས་ཐམས་ཅད་གང་དུ་ཡོད་རེད། ད་ལྟ་མུ་ཏིག་གཅེར་བུ་པ་དེ་ཚོ་སྲོག་བཅད་ཀྱི་མེད་ཟེར་གྱི་ཡོད་རེད་བ། དེ་ཡིན་དུས་སྐབས་སུ་ལ་གྲུམ་ཚེ་གང་ན་འགྲོ་གི་མ་རེད་ད། མུ་ཏིག་གཅེར་བུ་པ་གི་བླ་མ་ཅིག་འདི་ན་སླེབས་སོང་ན་ཕེབས་སོང་ན། ང་ཚོའི་གྲུམ་ཚེ་འདི་ཆ་ཚང་ང་ཕར་བསྡུ་གསོག་བྱ་དགོས་རེད་མ་གཏོགས་གྲུམ་ཚེ་ནང་ན་འབུ་ཡོད་རེད་ཟེར་ན་གོ་བ་རྒྱག་གི་མ་རེད། འོ་དེ་དེ་འདྲ་དེ་འདྲ་པོ། ད་དེ་འདྲའི་ཆད་པ་ཡིན་ན་ཡང་ད་ཁོ་རང་རྣམ་པ་ཚོ་གི་ཐུགས་བསམ་པ་དེ་ཡག་པོ་རེད་མ་གཏོགས་ཀི་གྲུབ་འཚེ་ཕར་ལེན་ཚར་དུས་ད་ལྟ་སྡོད་ཁང་དེ་ན་ལས་དེ་ནི་འདི་ང་རང་ཚོ་སྨན་ཁང་ནང་ལས་ནད་པ་གི་སྨན་ནད་ནད་ལྟ་བྱེད་སྟངས་ཡང་གི་གཅིག་འདུག་ཨ་འོ་དེ་གི་ཤེལ་སྒོ་དེ་ཆེན་པོ་དེ་གི་ལྟ་ནས་གཅིག་ལྟ་གི་ཡིན་ན། གྲུབ་འཚེ་གི་འབུ་དང་སྡོད་ཁང་ནས་ཡོད་པའི་འབུ་གྲངས་ཀ་གཅིག་པ་རེད། བ་དེ་འདྲ་ཡིན་དུས་སྡིག་པ་མ་བྱས་པ་དེ་ནི་ཁམས་གསུམ་འཁོར་བ་འདི་གི་ནང་ན་ཟག་བཅས་སྡུག་བདེན་གྱི་ཕུང་པོ་འདི་ཡོད་ཚར་པའི་གཞུག་གུ་ལ་སྡིག་པ་མེད་པ་གང་ཡང་བྱས་ཡོད་མ་རེད། དབུགས་བཏང་ན་ཡང་སྡིག་པ་རེད། ཆུ་འཐུང་ན་ཡང་སྡིག་པ་རེད། ཡིན་ན་ཡང་ད་སྡིག་པ་ག་ཚད་ཉུང་ཉུང་གི་ཐབས་བྱེད་དགོས་རེད་བ། དེ་རང་ཚོས་ཞིང་ཁ་རྨོ་བའི་སྐབས་སུ་གླེང་ན་བརྙན་མལ་གྱི་གོམས་གཤིས་བཟང་པོ་དེ་ཚོ་བརླག་རྒྱུ་ཡོད་མ་རེད། འདི་ན་ཞིང་པ་མང་པོ་ཡོད་རེད་སྙན་ཧ་གོ། དེ་ཡིན་དུས་ཁྱེད་ཚོ་ཞིང་པ་ཚོ། ཞིང་ཁ་རྨོ་བའི་སྐབས་སུ་ལ་དེ་ནི་ང་རང་ཚོ་བརྙན་མལ་ལུགས་སྲོལ་ལ། མ་ཎི་འདོན་ནས་དེ་ནི་ཞིང་ཁ་རྨོ་གི་རེད། འོ། ཞིང་ཁ་རྨོ་མཁན་གྱི་མཛོ་དང་གླང་དེ་ཚོ་གིས་མ་ཎི་གི་གདངས་ལ་བརྟེན་ནས་ཁ་ཚུད་བསྐོར་དགོས་བ་དང་ཕག་བསྐོར་དགོས་བ་ཚང་མ་ཧ་གོ་གི་རེད། དེ་ཡིན་དུས། དེ་གི་སེམས་ཅན་དེ་ཚོ་ལ་ཡང་མ་ཎི་དེ་རྣ་བ་ལ་གོ་འགྲོ་གི་རེད། འོ་དེ་ནང་བཞིན་གི་དེ་ནི་འབུ་མང་པོ་བསད་འགྲོ་གི་རེད་བ་འབུ་མ་བསད་པའི་ཞིང་ཁ་ག་འདྲི་ཟེར་ཐབས་གི། དང་པོ་འབུ་གང་ག་ཕ་ཕེ་རོག་བྱེད་ཟེར་ནས་རེད་བ་དེ་ནི་ཞུ་བ་དང་ཡང་མ་ན་བཀའ་བཏང། དེ་ནི་དེ་ནི་ཞིང་ཁ་བཞིན་ནས་མོ་དེ་འདྲས་ཡོང་ཡ་ཡོག་མ་རེད་བ་དེ་ཡིན་དུས་དེ་ཚོའི་གི་རྣ་བ་ལ་ཡང་མ་ཎི་དེ་གོ་སོང་ན། དེ་ནི་མ་གོ་བ་ལས་གོ་བ་དེ་ག་གི་རེད་བ། འོ་མ་ནི་གི་སྒྲ་ཐོས་པ་དང་མ་ཐོས་པ་གཉིས་བྱས་ན་ཐོས་པ་དེ་དགག་གི་རེད་བ། འོ་དེ་རེད་དེ་འདྲ་ཡིན་དུས་སྐབས་སུ་ལ་ཁྱེད་རང་ཚོ་ཞིང་པ་ཚོ་ཡིན་ན་ཡང་ངེས་མེད་ཀི་ཆོས་ཀི་ལམ་ལུགས་བཟང་པོ་ཞིང་ཁ་རྨོ་གིན་རྨོ་གིན་མ་ནི་སྐད་ཆེན་པོ་བྱས་ན་འདོན་ཡག་དེ་ལ་དབྱངས་སྙན་པོ་བྱས་ན་འདོན་ཡག་དེ་ཚོ་གང་ག་དེ་ནས་བརླག་རྒྱུ་ཡོད་མ་རེད་དེ་ཚོ་རྒྱུ་མཚན་ཆེན་པོ་ཡོད་རེད་དེ་ནི་ཁྱེད་རང་ཚོ་ཚོང་རྒྱབ་ཅིག་ཟ་ཁང་སིམ་དེ་འདྲས་བྱེད་མཁན་དེ་ཚོ་ཡིན་ན་ཡང་དེ་ནི། ཟ་མ་དེ་ཚོ་ཡག་པོ་བཟོ། ཁ་རྩང་ཁ་སྙིང་བཟོས་བཞག་པ་མ་ཚོང་པའི་གི་ཁ་ལག་རྙིང་པ་དེ་ཚོ་དེ་རིང་ཡག་ཚ་པོ་བཟོ་ནས་མི་ལ་མ་སྤྲད་མ་གཏོགས་རེད་བ། མི་ནད་པ་ཆགས་མི་ཤི་སོང་ན་སྡིག་པ་ཁྱེད་རང་ཚོ་ལ་ཡོད་རེད་ད། འོ། དེ་རེད། གོར་མོ་བཅུག་གི་ཟ་མ་ཟས། གོར་མོ་ལྔ་བཅུག་གི་ཟ་མ་ཟས། དེའི་གི་ན་ཚ་གི་གོར་མོ་ཁྲི་ལྔ་དྲུག་ཅིག་གི་འགྲོ་སོང་བཏང་ནས་སྨན་ཁང་ནང་ནས་བསྡད་དགོས་པ་དེ་འདྲས་བཟོས་ན་སྡིག་པ་ཡོད་རེད་ད། དེ་ཡིན་དུས་ཁ་ལྷ་ཟ་ཁང་སིམ་མཁན་ཚོ་ཡིན་ན་ཁ་ལྷ་གསར་པ་གསར་པ་ཡག་པོ་ཡག་པོ་བཟོ། གོང་བལྟས་ཚེ་ལེན་ན་འགྲིག་གི་རེད། འོ་དེ་ཡག་པོ་བྱེད་ན་གོང་ཡག་པོ་ལེན་དགོས་རེད་བ། ཐབས་ཆག་ལ་གོང་ཐབས་ཆག་རེད་བ། དེ་དེ། ཐབས་ཆག་དེ་ལ་སྡིག་པ་ཡོད་རེད། ཤེས་སོང་ཨ། འོ། Dude མེ་སྤ་ནི་མ་ད་དྲལ་ན་ཨ། Dude བེག་བེག་ནི་བ་ལ་བྷེ་ཏོ། Dude མེ་སྤ་ནི་མ་ད་དྲལ་ན་ཨ།

དེ་སྡིག་པ་ཡོད་རེད་གོང་ཡག་པོ་ལེན་འོ་མ་ཡག་པོ་བཙོང། དེ་མི་ནད་པ་གཟུགས་མ་རུ་བ་མི་མི་མི་ལ་མིག་གི་འཕྲོད་བསྟེན་ལ་ཕན་གྱི་རུ་བ། དེ་འདྲ་ཡིན་དུས་ད་ཚོང་ཅིག་བརྒྱབ་པ་ཡིན་ན་དེ་རེད་དེ་ངས་རྟག་པར་ལབ་གི་ཡོད། སུས་དྲ་བཙོང་མཁན་གྱི་སུས་དྲ་བཙོང་བསྟེན་མཁན་དེ་ཚོ་དངོས་གནས་ཀྱི་ཚོང་ཡག་པོ་རེད་ད། ག་རེད་ཟེར་ན། ད། སྤྱི་བཏང་གི་ད་སྡིག་པ་ཡོད་ཀྱི་རེད་བ། སྡིག་པ་མེད་པའི་ལས་ཀ་ག་བྱས་ཡོད་ཡིན་ན་ཡང་ད་དཀའ་ལས་ཞི་དྲག་བརྒྱབ་དགོས་ཀྱི་རེད་བ། དེ་དཀའ་ལས་བརྒྱབ་པ་ལ་བརྟེན་ནས་དེ་ནས་སྡིག་པ་དེ་ཕལ་ཆེར་ཕྱེད་ཀ་དག་ཚར་ཡོད་ཀྱི་རེད། དཀའ་ལས་བརྒྱབ་རེད་བ། འོ་དེ་གི་སྡིག་པ་ཆ་ཚང་དག་གི་ཡོད་མེད་མི་ཤེས་དེ་ཕྱེད་ཀ་དག་ཡོད་ཀྱི་རེད། ཨོ་དེ་རེད། དེ་འདྲ་ཡིན་དུས་དེ་ནི་སུ་གྲྭའི་གཙོ་གནས་མི་ཞེ་དྲག་འགུག་ཁོ་ཐུག་མ་རེད་པ། མི་གང་ག་དེ་ནི་ཁོ་མོ་ཁོ་མོ་ཇག་གི་སུ་གྲྭ་གཅིག་ལ་ཁོ་མོ་ལྔ་བརྒྱ་ཁིལ་ཞུ་ཟེར་ན་ཉོ་གི་མ་རེད་པ། ཨོ་མི་ཚང་མས་ཧ་གོ་གི་རེད་པ་ག་རེ་ག་ནས་ཡིན་ག་འདྲ་ཡིན་ཧ་གོ་གི་རེད་པ། དེ་ཡིན་དུས་མི་ཞེ་དྲག་འགུག་ཁོ་ཐུག་གི་མ་རེད། དེ་འདྲ་སོང་དུས་སྐབས་སུ་ལ་དེ་གི་སུ་གྲྭ་བཙོང་བསྡད་པའི་གི་དཔེ་ཤག་གི་ད། དེ་རང་གི་འཚོ་བ་བཅད་ན་དེ་ཞུ་ཐུབ་ཀྱི་རེད་ཁྱེད་རང་ཚོས་ཞུ་ཐུབ་ཀྱི་རེད། དེ་རེད། དེ་ནས་དེ་འདྲ་ཡིན་དུས་དེ་ནས་ཁྱེད་རང་ཚོ་ད་འཇིག་རྟེན་གྱི་བྱ་བ་ག་རེ་བྱས་པ་ཡིན་ན་གང་གཱ་དེ་ནས་ལས་རྒྱུ་འབྲས་གསུངས་ནས་དེ་ནས་བསམ་པ་བཟང་པོ་བྱེད་ནས་བྱས་དགོས་ར་ཨ་བསམ་བློ་ཡག་པོ་བཏང་ནས་བྱས་དགོས་རེད་ཤེས་སོང་ཨ། འོ་ཡ། ད་དེ་རིང་དེ་ཙམ་ཡིན། ད་བཤད་ན་ད་མང་པོ་བཤད་ཡག་འདུག་དེ་ད་དེ་ཙམ་ཡིན། ད་ད་རིང་ངས་དམིགས་བསལ་གཅིག་ལབ་ཡག་ཡོད། ད་ཚེ་དབང་དེ་མ་འདོན་པའི་ངེས་ལ་དེ་ནས་ད་ང་རང་ཚོས་ཀྱི་ངོ། དེ་ནས་ཚེ་འདི་ཕྱི་གཉིས་ཀྱི་སྐྱབས་གནས། དེ་ནས་ད་གོང་ས་ལྷ་མིའི་རྣམ་འདྲེན་རྒྱལ་བ་ཐམས་ཅད་མཁྱེན་པ་སྐྱབས་མགོན་ཏཱ་ལའི་བླ་མ་སྐུ་ཕྲེང་བཅུ་བཞི་པ་ཆེན་པོ་དེ་ནས་ཉེ་ཆར་ལ་སྐུ་གཟུགས་ལ་འཕྲོད་བསྟེན་གྱི་ཆེད་དུ་དེ་ནས་ཨ་མི་རི་ཀའི་ལུང་པ་ལ་ཕེབས་པ་རེད། དེ་ནས་དེ་ཕེབས་ནས་དེ་ནས་དེ་གི་སྐབས་སུ་ལ་དེ་ནས་ད་གནས་ཆུང་ཆུས་འཇལ་དེ་ནས་དེ་ནས་གདན་འདྲེན་ཞུས་ནས་དེ་ནས་ད་རྒྱལ་བ་རིན་པོ་ཆེའི་སྐུ་ཁམས་མགྱོགས་པ་དང་བ་ཡག་པོ་ཡོང་བའི་གི་ཆེད་དུ་ལ་ཞབས་བརྟན་ག་རེ་འགྲོ་དགོས་ས་རེད་སྐུ་ཚེ་ཞབས་པད་བརྟན་པའི་ཆེད་དུ་ལ་ག་རེ་བྱེད་དགོས་ས་རེད་ཟེར་ནས་ཞུས་དུས་དེ་ནས། འོ་སངས་རྒྱས་སྨན་གྱི་ལྷ་ཡིས་དེ་ནས་སྔགས་བགྲང་དགོས་ས་རེད་གསུངས་ཡོད་རེད། དེ་ཡ་ཏོ་ཨམ་བེ་ཁ་ཛི་བེ་ཁ་ཛི་མ་ཧ་བེ་ཁ་ཛི་ར་ཛི་ས་མུ་ག་ཏི་སོ་ཧ་ར་བ་ཨོ་ད་དེ་བགྲང་དགོས་ས་རེད་གསུངས་ཡོད་རེད། དེ་ནས་དེ་ག་ནང་བཞིན་གྱི་དེ་ནས་ཞབས་བརྟན། རྒྱལ་བ་ཐམས་ཅད་མཆིས་པའི་གི་ཞབས་བརྟན་དེ་ནས་འདོན་དགོས་ས་རེད་གསུངས་ཡོད་རེད། གངས་རིའི་ར་བས་བསྐོར་བའི་ཞིང་ཁམས་སུ་ཕན་དང་བདེ་བ་མ་ནུས་འབྱུང་བས་ནས་སྤྱན་རས་གཟིགས་དབང་བསྟན་འཛིན་རྒྱ་མཚོ་ཡི་ཞབས་པད་སྲིད་མཐའི་བར་དུ་བརྟན་གྱུར་ཅིག། ཡང་འགའ་ཤས་ནས་གསུངས་ཡོད་བ་རེད། ཞབས་པད་བརྟན་ཅིང་མཛད་འཕྲིན་རྒྱས་གྱུར་ཅིག། ཡང་འགའ་ཤས་ལས་གསུངས་ཡོད་བ་རེད་ཞབས་པད་དཀར་རྗེའི་བར་དུ་བརྟན་གྱུར་ཅིག། ད་གང་ལྟར་ཡང་ད་ཐིག་གི་ཤྭ་ལོ་ཀ་གཅིག་དེ་ཉུང་ཉུང་དུ་བ་སེར་པོ་གངས་རྒྱལ་གྱི་བློ་ལ་སྒྲོ་སྐུར་བ། འདི་གསུང་མཁན་དེ་དེ་ནི་འཇམ་དབྱངས་མཁྱེན་བརྩེའི་དབང་པོ་མཁྱེན་བརྩེ་ཆོས་ཀྱི་བློ་གྲོས་ཀྱིས་གསུངས་པ་རེད། དེ་ལྟ་ཡོངས་སུ་གྲགས་པ་རེད། དེ་འདྲ་ཡིན་དུས་ད་འདི་གི་དེ་ནི་ཞབས་བརྟན་དེ་འདོན། དེ་ནི་དེ་ག་ན་བཞིན་གྱི་དེ་ནི་ད་ང་རང་གི་བསམ་ན་དེ་ནི་སྐུ་ཚེ་ཚེ་ཐར་བྱས་ན་ཞེ་དྲག་ཡག་པོ་རེད་བསམ་གྱི་འདུག་དེ་ནི་སྤྱི་བཏང་གིས་ད་ང་རང་ཚོ་སེམས་ཁྲལ་བྱེད་དགོས་ཡ་མི་འདུག་ཁ་རྩང། དེ་ནས་སྐུ་སྒེར་ཡིག་ཚང་ལ་ཁ་རྩང་མ་རེད་ད་ཁ་གཉིས། ཉི་མ་མང་པོའི་སྔས་ནས་སྐུ་སྒེར་ཡིག་ཚང་ལ་ང་དཀའ་མོས་བྱུང། དེ་ག་ན་བཞིན་གི་དེ་ནས་སྐུ་མདུན་རང་གི་ཡང་དེ་ནས། གསུང་དུ་བ། ཞེས་དྲོན་མོ་ནང་ནས་གསུང་དུ་བ་ཁྱེད་རང་ཚོ་ཚང་མས་མཇལ་ཡོད་ཀྱི་རེད། དེ་ནས་ད་སྐུ་གཟུགས་ཡག་པོ་ཡོད་གསུང་དུ་བ་མཇལ་སོང་ཨ། དེ་འདྲ་ཡིན་དུས་དེ་ནས་སྐུ་གཟུགས་འཕྲོད་བསྟེན་དོན་ཚོ་ཡག་པོ་ཞེ་དྲག་རེད་ཀྱི་འདུག་དེ་འདྲ་ཚབས་ཆེན་པོ་དེ་འདྲ་གང་ཡང་མི་འདུག་དེ་འདྲ་ཡིན་དུས་སྐབས་སུ་ལ། ང་རང་ཚོ་སེམས་པ་འཚབ་དགོས་ཡ་དང་སེམས་ཁྲལ་བྱེད་དགོས་ཡ་དང་དེ་འདྲ་ཡོད་མ་རེད། ཡིན་ན་ཡང། སེམས་འཚབ་མ་བྱེད་པ་དང། དེ་ནི་སྣང་མེད་བཏང་པ་ནི་ཁ་ཁ་རེད་ད། རེད་བ། དེ་འདྲ་ཡིན་དུས་དེ་ནི་སྣང་མེད་བཏང་རྒྱུ་ཡོད་མ་རེད། རྒྱལ་བ་ཐམས་ཅད་མཁྱེན་པ་གཅིག་བྱས་ན་དགུང་ལོ་ཆེན་པོ་རེད་ཟེར་དགོས་རེད་དེ་ཡིན་ན་ཡང་དགུང་ལོ། ད་ལྟ་ཕྱི་རྒྱལ་གྱི་ལུགས་སྲོལ་བྱས་ན་བརྒྱ་བཅུ་ཐམ་པ་རེད། ང་རང་ཚོ་བོད་ཀྱི་ལུགས་སྲོལ་བྱས་ན་བརྒྱ་བཅུ་ཆ་གཅིག་རེད་དགུང་ལོ་ཆེན་པོ་མ་རེད། ད་ལྟ་འཛམ་བུ་གླིང་ལ་མི་ལོ་བརྒྱ་གི་གོང་ལ་སླེབས་བསྡད་པ། ཁྲི་ཕྲག། ཁྲི་ཕྲག་མང་པོ་ཡོད་རེད་འབུམ་ཕྲག་ཡོད་རེད། དེང་སང་འཛམ་བུ་གླིང་ལ་འཕྲོད་བསྟེན་ཡག་པོ་ཡོད་པ་ལ་བརྟེན་ནས། དེ་འདྲ་ཡིན་དུས་སྐབས་སུ་ལ་ལོ་བརྒྱ་གི་གོང་ལ་བསྡད་མཁན་ཞེ་དྲག་མང་པོ་རེད། ལོ་བརྒྱ་དང་ཉི་ཤུ་སུམ་ཅུ་ཕྱིན་མཁན་དེ་འདྲས་ལ་ད་འཛམ་བུ་གླིང་གི་ན་འདི་འདྲས་བཅུ་མ་གཏོགས་ཡོད་མ་རེད་ལྔ་མ་གཏོགས་ཡོད་མ་རེད་དེ་འདྲས་ལབ་གི་རེད་མ་གཏོགས་གི་རྒྱ་གང་ལ་བསྡད་མཁན་གང་དེ་ཡོད་རེད་དེ་ནས་དེ་འདྲས་སོང་དུས་སྐབས་སུ་ལ་དགུང་ལོ་དེ་ཙམ་ཆེན་པོ་མ་རེད་དེ་ནས་སྐུ་ཚེ་ཞབས་པད་བརྟན་དགོས་བ་རེད་དེ་ནས་ང་རང་ཚོ་ད་རྗེས་འཇུག་ཐམས་ཅད་དང་འགྲོ་བ་རིགས་དྲུག་གི་སེམས་ཅན་ཐམས་ཅད་ཀྱི་དོན་དུ་ལ་སྐུ་ཚེ་ཞབས་པད་བརྟན་དགོས་བ་རེད། འཛམ་བུ་གླིང་པ་ཐམས་ཅད་ཀྱི་དོན་དུ་ལ་སྐུ་ཚེ་ཞབས་པད་བརྟན་དགོས་བ་རེད། དེ་འདྲ་གསུངས་ཏེ་ཁྱེད་རང་ཚོ་ཚང་མས་ཀྱི་དེ་ནི་ངས་ད་ལྟ་ལབ་པ་དེ་སེམས་ལ་བཞག་ནས་ག་རེའི་འགྲོ་འགྲུབ་ཅིག་འགྲོ་ཨ། ཧོ། དེ་ནི་སྤྱིར་བཏང་གི་གདན་ས་དཔལ་སྤུངས་ཤེས་རབ་རྣམ་པར་རྒྱལ་བའི་གླིང། དེ་ནི་ཡན་ལག་དང་བཅས་པའི་གི་དེ་ནི་ཐོག་ལ་མ་ངས་ལབ་ཡོད། དེ་ནས་ད་རེས་ཀྱི་ད་སྐུ་ཆེ་ཞབས་རིམ་གྱི་ཆེད་དུ་ལ། དེ་ནས་སྨན་གཟུངས་དུང་གཅིག། ཚེ་ཐར་ས་ཡ་གཅིག། ཞབས་བརྟན་ས་ཡ་གཅིག། དེ་བསྒྲུབས་ཤོག་ནས་ངས་ཡི་གེ་བྲིས་ནས་ཁ་ཉིན་ནས་བྲིས་ཡོད། དེ་ད་ཚང་མས་ཀྱིས་བསྒྲུབས་བསྡད་ཀྱི་ཡོད་རེད། ཁྱེད་རང་ཚོ་ཡིན་ན་ཡང་དེ་ག་ནང་བཞིན་བྱས་ནས་བསྒྲུབས། དེ་ནས་སོ་སོའི་གེགས་དག་ཅིག་བསྒྲུབ་བྱ་དཔེ་གྱི་སྒྲུབ་ཐོ་དེ་ཚོ་དེ་ནི། ཁྱེད་རང་ཚོས་འདོད་པ་ཡོད་ན། དེ་ནི་འདི་ན་ལ་བཏང་ཡོང་ན་ཡང་འགྲིག་གི་རེད་དེ་ངས་ཡར་ཕུལ་ཆོག་གི་རེད། གོང་ས་ཐམས་ཅད་མཁྱེན་པ་ལ་ཡར་ཕུལ་ཆོག་གི་རེད། དེ་མེད་ན་ཁྱེད་རང་ཚོས་ཐད་ཀར་ཕུལ་ན་ཡང་འགྲིག་གི་རེད། དེ་རེད། དེ་རེད་ད་དེ་དེ་འདྲ་སོང་དུས་སྐབས་སུ་ལ་དེ་ཁྱེད་རང་ཚོ་སེམས་ལ་ཡག་པོ་བཞག་ཡིན་ན་ཡང་ངས་ད་ལྟ་བལྟས་ཚེ་འདི་ཤེས་བཞག་པ་འདི་ལ་བརྟེན་ནས་ཁྱེད་རང་ཚོ་ད་དཔལ་སྐུ་མདུན་དཔལ་སྙུང་ཡོད་ས་རེད་པས་མ་ཚད་ཉེན་ཁ་ཆེན་པོ་ཡིན་ས་རེད་དེ་འདྲའི་བསམ་དགོས་བ་མ་རེད། ག་རེད་ཟེར་ན་སྐུ་མདུན་རང་གིས་གསུངས་འདུག་ག་དེ་ནས་མཇལ་རྒྱུ་འདུག་ག་དེ་འདྲས་ཡིན་དུས་དེ་འདྲས་གང་ཡང་མི་འདུག་དེ་འདྲས་ཀྱི་ཉེན་ཁ་ཆེན་པོ་དེ་འདྲས་གང་ཡང་རེད་མི་འདུག་ད་ལྟ་སྐུ་ངལ་གསོས་བྱས་ནས་དེ་ནས་ལྷོད་ལྷོད་བྱས་ནས་བཞུགས་ཡོད་ཟེར་ན་བཀའ་གནང་གི་འདུག་དེ་ནས་དེ་འདྲས་ཡིན་དུས་ད་ལྟ་ཞི་དྲག་ཡག་པོ་ཆགས་འདི་ཞག་དེ་འདི་འདྲའི་འོབས་རྗེ་ཆེན་པོ་དེ་འདྲས་མི་འདུག། ཉེན་ཁ་ཆེན་པོ་དེ་འདྲས་མི་འདུག་དེ་ཡིན་དུས་སེམས་ཁྲལ་བྱེད་དགོས་བ་མ་རེད། ཡིན་ན་ཡང་དེ་ནི་ད། སྙིང་ཐག་པ་ནས་དེ་ནི་དད་པ་ཅན་གྱི་དད་པ་དང་དམ་ཚིག་ཡོད་པའི་གི་སློབ་མའི་གི། དེ་ནི་བླ་མ་ལ་སྐུ་ཚེ་ཞབས་པད་བརྟན་པའི་གི་གསོལ་བ་བཏབ་སྨོན་ལམ་བརྒྱབ་པ་ཡིན་ན་འགྲུབ་གི་རེད་བ། འོ་དེ་འདྲ་ཡིན་དུས་སྐབས་སུ་ལ་དེ་ནི་དད་པ་དང་དམ་ཚིག་ཡོད་པ་དམ་ཚིག་ཉམས་ཆག་མ་སོང་བ་གི་སློབ་མ་ཅིག་ཡིན་པའི་གི་ཆ་ནས་ངེད་ཀྱིས་ཁྱེད་རང་ཚོ་ལ་ལབ་གི་ཡོད། དེ་ཡིན་དུས་ཁྱེད་རང་ཚོ་དེ་སེམས་ལ་བཞག་ད་ངས་ཚེ་དབང་འདོན་གི་ཡིན་ད་འོ་ཡ། ཡ་ཡ། ཧཱུྃ། བླ་མ་དང་བཅོམ་ལྡན་འདས་མགོན་པོ་ཚེ་དཔག་ཏུ་མེད་པ་ཡེ་ར་མ་འཇིལ་བའི་དྲུང་དུ་འཆི་མེད་ཚེ་ཡི་དངོས་གྲུབ་ལ་སོགས་པ་མཆོག་ཐུན་མོང་གི་དངོས་གྲུབ་མ་ལུས་པ་བདེ་བླག་ཉིད་དུ་ཐོབ་པར་བྱ་བའི་ཕྱིར་དབང་བསྐུར་ཟབ་མོ་ཞུ་བར་བྱ་སྙམ་པའི་སྒོ་ནས་གསོལ་བ་འདེབས་པ་འདི་ཡི་རྗེས་ཟློས་མཛོད། ཀུན་མཁྱེན་ཡེ་ཤེས་ཕུང་པོ་ཅན། སྲིད་པའི་འཁོར་ལོ་རྣམ་འཇོམས་པ། དེ་རིང་གཤེགས་པའི་རིན་ཆེན་གཏེར། གཙོ་བོས་བདག་ལ་བཀའ་དྲིན་སྩོལ། རྒྱུད་རྣམ་པར་དག་པར་བྱ་བའི་ཕྱིར་དུ་ཀུན་སྤྱོད་བསྲུངས་ན་སྐྱབས་སུ་འགྲོ་བ་ལ་སོགས་པའི་སྒོ་ནས་བྱང་ཆུབ་ཆུད་དུ་སེམས་བསྐྱེད་པ་སོགས་འདིའི་རྒྱས་བསྡུས་ལྷན་སྐྱེས་དུ་གསུངས་མཐར་ཀུན་སྤྱོད་གསུམ་ལ་བདག་བྱ་བའི་ཆེད་སྡེ་པ་མི་དགེ་སོ་སོར་འགྲོ་བའི་དགེ་ལ་རྗེས་ཡི་རང་སངས་རྒྱས་བྱང་ཆུབ་ཡིད་ཀྱིས་བཟུང་སངས་རྒྱས་ཆོས་དང་མཚུངས་ཕྱོགས་ལ་བྱང་ཆུབ་བར་དུ་སྐྱབས་སུ་མཆི་རང་བཞིན་དོན་གཉེར་རབ་བསྒྲུབ་བྱ། བྱང་ཆུབ་སེམས་གནས་བསྐྱེད་པར་བགྱི། བྱང་ཆུབ་མཆོག་གི་སེམས་གནས་བསྐྱེད་བགྱིད། སེམས་ཅན་ཐམས་ཅད་བདག་གི་མགྲོན་དུ་བསྙེན། བྱང་ཆུབ་སྤྱོད་མཆོག་ཡིད་འོང་བསྐྱེད་པར་བགྱི། འགྲོ་ལ་ཕན་ཕྱིར་སངས་རྒྱས་འགྲུབ་པར་ཤོག། ཡང་དགེ་བ་འོངས་པའི་འོག་མིན་སོ་པ་བ་ཤུ་ད་སོ་བ་དང། སོ་པ་བ་ཤུ་དོ་ཧང་སྟོང་པའི་ངང་ལས་པད་མ་དང་ཟླ་བའི་གདན་གྱི་དོན་དུ་སློབ་མ་ཁྱེད་རང་རྣམས། ཧྲི་ཡིག་ཡོངས་སུ་གཅོད་པ་ལན་དགོན་པོ་ཚེ་དཔག་ཏུ་མེད་པ་སྐུ་མདོག་དམར་པོ་ཞལ་གཅིག་ཕྱག་གཉིས་མཉམ་གཞག་གི་སྟེང་ན།

འོ་སྨན་འདྲ་ལ་ཙམ་དུ་ཡང་མ་ཟད་དུས་གསུམ་གྱི་དགེ་ཚོགས་ཐམས་ཅད་ལ་མ་དང་ལྷག་པའི་ལྷ་ལམ་བུར་བའི་ལོ་འདི་ཡི་རྗེས་ཟློས་མཛོད་དེང་ནས་བརྩམས་ཏེ་བདག་དྲན་དུ་ཆེ་ལ་བདག་ནི་འབུར་བླ་ན་མཆེད་ཀྱི་ལྷུམ་མར་བཟུང་བ་དང་ཆ་ཡིས་བསྐྱངས་ནས་བཅོས་བསྡུ་གསོལ། འོ་ད་ཚེ་དབང་གྲུབ་པ་རེད། དེ་ནས་ད་འདི་གི་རྗེས་ལ་དེ་ནས་སྨོན་ལམ་ཡག་པོ་ཅིག་བཏབ་དགོས་པ་རེད། དེ་ནས་ད་ད་ལོ་སྔ་འགྱུར་རྙིང་མ་པ་གི་དེ་ནས་རིག་པ་འཛིན་པ་ཆེན་པོ། རྣལ་འབྱོར་པ་ཆེན་པོ་བྱ་བྲལ་སངས་རྒྱས་རྡོ་རྗེ། དེ་ནས་དགུང་ལོ་བརྒྱ་དང་བཞི་ལ་ཕེབས་ནས་དེ་ནས་ཞི་བ་ཆོས་དབྱིངས་སུ་གཤེགས་པ་རེད། དེ་ནས་ཁོང་གིས་དགོངས་རྫོགས་ཀྱི་ཆེད་དུ་ལ། དེ་ནས་གདན་ས་དཔལ་སྤུངས་ཤེས་རབ་རྣམ་པར་རྒྱལ་བའི་གླིང་དུ། དེ་ནས་མཆོད་མེ་འབུམ་གཅིག་ཕུལ་ཡ་དང། དེ་ནས་དེ་ན་བཞིན་གྱི་ད་ལྟ་ཐ་འགྱུར་གྱི་བསྟན་པའི་གྱི་གཙུག་ནོར་དེ་ནི་སྟག་ལུང་རྩེ་དྲུག་རིན་པོ་ཆེ་དེ་ནི་ད་ལོ་དགོངས་པ་བཞེས་པ་རེད། དེ་ནི་ཁོང་གི་ཆེད་དུ་ལ་ཡང་དེ་ལྟར་དུ་དེ་ནི་མཆོད་མེ་ཕུར་ཡག་ཕུར་ཆུ་དེ་ནི་མགོ་བཙུགས་ཚར་བ་རེད་དབུ་བཙུགས་ཚར་བ་རེད། དེ་ནས་ད་ལོར་ལོ་གཅིག་གི་ནང་ལ་དེ་ནས་ཕར་ཆེར་འབུར་ཐུབ་པའི་གི་དེ་ནས་འཆར་གྱི་རེད། དེ་ནས་དེ་འདི་ན་རང་ལ་འཕུར་ཡ་རེད། དེ་འདྲ་སོང་དུས་སྐབས་སུ་ལ་དེ་ནས་ཁོང་རྣམ་པས་གི་ད་ཁོང་རྣམ་པ་དང་དེ་ནས། སྐྱེས་བུ་ཆེན་པོ་རེད་རྣལ་འབྱོར་པ་ཆེན་པོ་རེད། ཁོང་རྣམ་པ་ལ་ང་ཚོས་སྨོན་ལམ་གང་ཡང་གདབ་སྟེ་བསྐུར་གི་མ་རེད། ཡིན་ན་ཡང་ཁོང་རྣམ་པའི་གི་འབྲེལ་ཐོག་དེ་ནས་རྗེས་འཇུག་ཐམས་ཅད་དང། དེ་ནང་བཞིན་གྱི་དེ་ནས་ཁོང་རྣམ་པའི་གི་ཐུགས་ཀྱི་དགོངས་པ། བསྟན་པ་དང་སེམས་ཅན་གྱི་དོན་དུ་ལ་ཐུགས་ཀྱི་དགོངས་པ་ག་རེ་ཡོད་པ་ཐམས་ཅད་དེ་ནས་མཐར་ཕྱིན་པའི་གི་ཆེད་དུ་ལ་དེ་ནས་སྨོན་ལམ་བཏབ་བྱས་ནས། དེ་ནས་ང་རང་ཚོས་སོ་སོས་གུ་ཐོག་ལ་དེ་ཐོག་ནས་ཚོ་ས་སྒྲིབ་སྦྱང་གི་ཆེད་དུ་དེ་འདྲས་བྱེད་ནས་བཞུགས་ཀྱི་ཡོད། དེ་ནས་ང་རང་སྒེར་གྱི་ཐོག་ལ་ཡིན་ན་ཡང་དེ་ནས་བྱ་བྲལ་སངས་རྒྱས་རྡོ་རྗེ་ཞི་བར་གཤེགས་པ་ཁོང་ཧ་ཅང་གི་དེ་ནས་འབྲེལ་པ་ཆེན་པོ་ཡིན། དེ་ནས་ང་ལོ་ཆུང་ཆུང་གི་སྐབས་ནས་དེ་ནས་ད་ལྟ་བར་དུ་ལ་འབྲེལ་པ་ཆེན་པོ་ཡིན། དམ་ཚིག་བརྟན་པོ་ཡིན། དེ་ནང་བཞིན་གྱི་དེ་ནས། སྟག་ལུང་རྩེ་དྲུག་རིན་པོ་ཆེ་དགོན་པ་བཞེངས་མཁན་ཁོང་ལྟ་བུ་ཡིན་ན་ཡང། དེ་ནས་ང་ལོ་ཆུང་ཆུང་གི་སྐབས་ནས་ལོ་བརྒྱད་དགུ་དེ་བར་གྱི་སྐབས་ནས་དེ་ནི་འབྲེལ་བ་ཆེན་པོ་ཡིན། དེ་ནས་ཆོས་མཉམ་དུ་ཞུས་པའི་གྱི་ཆོས་གྲོགས་ཡང་ཡིན། དེ་ནས་དེ་གཞན་ཡང་སྤྱི་དང་གྱི་འབྲེལ་བ་ཆེན་པོ་ཡིན། དེ་འདྲ་སོང་དུས་སྐབས་སུ་ལ་དེ་ནི། ཁོང་རྣམ་པས་གྱི་དགོངས་རྫོགས་ཀྱི་ཆེད་དུ་ལ་དེ་འདྲ་བྱས་ཡོད། དེ་ལ་ཁྱེད་རང་ཚོ་སྨོན་ལམ་ཡག་པོ་གཅིག། དེ་ནས་གསོལ་འདེབས་ཡག་པོ་ཅིག་བྱེད་ཤོག། དེ་ནས་ད་སྤྱིར་བཏང་གི་ད་དེ་རིང་སང་ཉིན་གྱི་དེ་ནས་དུས་དུས་ཚོད་འདི་ན་ལ་འཛམ་བུ་གླིང་ག་པ་ག་ས་ལ་དེ་ནས་འགྲོ་བ་མི་རིགས་རེད་དེ་ནང་བཞིན་གྱི་ད་སེམས་ཅན་མང་པོ་ཅིག་ལ་དེ་ནས་དཀའ་ངལ་མང་པོ་ཅིག་འཕྲད་བསྡད་ཀྱི་འདུག་དེ་ནས་དེ་ནས་ས་ཡོམ་གྱི་གནོད་པ་དེ་ནས་ཆུ་ལོག་གི་གནོད་པ་དེ་ནས་ད་ཚེ་པ་ཆེ་དྲགས་པའི་གི་གནོད་པ། ཡང་གྲང་དྲགས་པའི་གི་གནོད་པ། ད་དེ་འདྲའི་མང་པོ་ཅིག་ཡོང་བསྡད་ཀྱི་ཡོད་བ་རེད། དེ་ནས་རླུང་གི་གནོད་པ་ལ་སོགས་པ་ད་དེ་འདྲའི་མང་པོ་ཅིག་ཡོང་བསྡད་ཀྱི་ཡོད་བ་རེད། དཔེར་ན་ད་འཛམ་བུ་གླིང་ག་བ་ག་ས་ལ་ད་ང་རང་ཚོ་འདུལ་བ་དང་ཐག་ཉེ་ས་ལྟ་བུ་ཅིག་ལ་ཆ་བཞག་པ་ཡིན་ན། དེ་ནས་དེ་ནས་ད་ཕ་ཡུལ་ལ་ན་ནིང་དེ་འདྲའི་ས་ཡོམ་ག་འདྲའི་བྱུང་སོང། དཀའ་ངལ་ག་འདྲའི་འཕྲད་སོང་ད་ལྟ་ཡང་སེལ་ཐུབ་ཡོད་མ་རེད། དེ་འདྲ་གི་དཀའ་ངལ་བྱུང་ཡོད་བ་རེད། དེ་ནི་བོད་ཀྱི་ནང་ལ་ཡིན་ན་ཡང་ས་ཆ་ཁག་མང་པོ་ལ་དེ་འདྲ་བྱུང་སོང་བ་ས་ཡོམ། དེ་ནང་བཞིན་གྱི་དེ་ནི་ད་ང་རང་ཚོ་རྒྱ་གར་གྱི་ནང་ལ་ཡིན་ན་ཡང་ད་ཟླ་བ་འགའ་ཤས་ཅིག་གི་སྔན་ལ་དེ་ནི་བྱང་ཤར་ཟེར་དགོས་བ་རེད་པ། རྒྱ་གར་བྱང་ཤར་གྱི་ཕྱོགས་ལ་ཡང་ས་ཡོམ་བརྒྱུགས་ནས་དེ་ནི་ཧ་ཅང་གི་དཀའ་ངལ་མང་པོ་བྱུང་བ་རེད། དེ་ནས་ད་ཉེ་བར་ཁ་རྩང་ཉེ་བ་ཉེ་ཆར་ལ། དེ་ནས་ཐའི་ཝན་ལ་ཡང་ས་ཡོམ་རྒྱུག་ཆེ་ནས་ནི། ཧ་ཅང་གི་ས་ཡོམ་ཤུགས་ཆེན་པོ་རྒྱུག་མི་མང་པོ་ལ་དེ་ནི་སྐྱོན་བྱུང་འདུག། དེ་འདྲ་པོ་ད་ག་པ་ག་ས་ལས་ཡོང་བསྡད་ཀྱི་འདུག་དེ་འདྲ་ཡིན་དུས་སྐབས་སུ་ལ་དེ་ཚོ་ཚང་མའི་གི་ཆེད་དུ་ལ་དེ་ནི་ཚང་མའི་གི་དུས་དང་རྣམ་པ་ཀུན་ཏུ་ལ་ཐུགས་སྨོན་ཡག་པོ་གནང་སྨོན་ལམ་ཡག་པོ་ཅིག་བྱེད། ང་དེ་འདྲའི་བྱེད་དགོས་རེད། ག་རེ་རེད་ཟེར་ན། དེ་ནི། གུ་རུ་རིན་པོ་ཆེ་གིས་གསུངས་འདུག་བ། ཕྱི་ནང་འབྱུང་བ་འཁྲུལ་པའི་རྒྱུ་རྐྱེན་གྱིས་སྔར་མ་གྲགས་པའི་མི་ཕྱུགས་དག་ཡམས་ནད་ཟེར་དེ་འདྲས་ཡོང་གི་རེད་ཟེར་ནས་གསུངས་འདུག་བ། དེ་ནི་སྔར་མ་གྲགས་པའི་གི་དེ་ནི་ད་དེ་འདྲའི་འབྱུང་བ་གི་གནོད་པ། དེ་ནི་ནད་མ་འདྲ་བ་མ་འདྲ་བ་ནད་འདྲ་མི་འདྲ་དེ་འདྲས་སྨན་པས་གི་ངོ་མ་ཤེས་པ་གི་ནད་དེ་འདྲ་ན་ཡོད་རྒྱུ་དེ་འདྲའི་མང་པོ་ཡོང་གི་ཡོད་རེད། དེ་ཚོ་ཚང་མ་ལ་ང་རང་ཚོས་དེ་ནས་དུས་རྟག་ཏུ་ལ་དེ་ནས་ད་བསྔོ་བ་སྨོན་ལམ་ཡག་པོ་བྱེད་དགོས་རེད། ད་དེ་ཚོ་དེ་འཛམ་བུ་གླིང་གི་དེ་ནས་མི་དང་དེ་ནས་འགྲོ་བ་སེམས་ཅན་ཐམས་ཅད་ཀྱི་དོན་དུ་ལ་རྟག་པ་ལ་ཁྱེད་རང་ཚོས་སེམས་ལ་བཞག་ནས་དེ་ནས་སྨོན་ལམ་ཡག་པོ་བགྱིས། དེ་ད་རེས་དབང། ཞུས་པའི་གི་དགེ་བའི་རྩ་བ། ཁྱེད་རང་ཚོས་དབང་ཞུ་བར་བ། ངེད་གི་དབང་འདོན་པར་བ། དེའི་དགེ་བའི་རྩ་བ། ཨོ་དེ་ན་བཞིན་གི་དེ་ནས་ཨུ་རྒྱན་མཐོང་གྲོལ་རིན་པོ་ཆེ་དེ་རིང་མཇལ་ཁ་བཏང་བར་བ། དེའི་དུས་སྐབས་སུ་ལ་ཁྱེད་རང་ཚོས་ཞུས་བར་བ། དེའི་གི་དགེ་བའི་རྩ་བ། ད་དེ་ན་བཞིན་ང་རང་ཚོ་ཚང་མས་གི་དེ་སྔ་ནས་ད་བར་དུ་ལ་འཁོར་བ་ཐོག་མ་མེད་པ་ནས་ད་བར་དུ་ལ་དགེ་བ་མང་པོ་བསགས་ཡོད་བ་རེད་དགེ་བ་བསགས་པ་ལ་བརྟེན་ནས་ད་ལྟ་ང་རང་ཚོ་མི་ལུས་ཆོས་ལྡན་ཐོབ་དེ་འདུག་བ། དེ་ནི་ཆོས་ཤེས་མཁན་ཡིན་ན་ཡང་དེ་ནི། བླ་མ་དགེ་བའི་བཤེས་གཉེན་དཔག་ཏུ་མེད་པ་མང་པོ་གིས་རྟག་པ་གསུངས་བསྡད་ཀྱི་འདུག་བ། དཔེར་ན་ང་འདྲ་བོ་ཅིག་ལ་ཕྱག་བྱ་བ་ཡིན་ན་ཡང། དེ་ག་དུས་ཡིན་ན་ཡང་ངས་བཤད་བསྡད་ཀྱི་ཡོད་བ། འོ་སྐར་མ་གཅིག་མ་རེད་སྐར་མ་གཉིས་མ་རེད་ཆུ་ཚོད་ཆུ་ཚོད་བྱས་ནས་བཤད་བསྡད་ཀྱི་ཡོད་བ། འོ་དེ་འདྲ་ཡིན་དུས་དེ་འདི་ཚོ་ཁྱེད་རང་ཚོ། འདི་འདྲའི་གི་ཆོས་ཉན་རྒྱུ་གི་གོ་སྐབས་ཡོད་བ། དེ་ནི། བླ་མ་མཆོག་གི་སྤྲུལ་སྐུ་གི་དགེ་བའི་བཤེས་གཉེན་བརྒྱ་ཕྲག་སྟོང་ཕྲག་མང་པོ་གིས་གསུངས་བསྡད་ཀྱི་ཡོད་བ་རེད། དེ་ཚོ་གང་གཱ་དེ་ནི་ཉིན་རྒྱུན་གྱི་གོ་སྐབས་ཡོད་པ་དེ་སྐྱེ་བ་སྔོན་མ་བསོད་ནམས་བསགས་པའི་གི་འབྲས་བུ་རེད། དེ་འདྲ་ཡིན་དུས་སྐབས་སུ་ལ་དེ་ཚོ་ཚང་མ་དེ་དེ་ནི་ད་ཉེ་བར་ཁ་ཚ་བ་ལ་ད་འཛམ་བུ་གླིང་གི་སེམས་ཅན་ཐམས་ཅད་ལ་དེ་ནི་དཀའ་ངལ་དང་སྡུག་བསྔལ་མི་ཡོང་བ་ད་དམག་མང་པོ་ག་འདྲས་རྒྱག་དགོས་དང་ག་པ་ག་ས་ལ་དམག་འཁྲུག་རྐྱང་རྐྱང་རེད། དེ་ལྟར་ལུང་པ་འདི་འདྲ་བ་ཡིན་ན་དང། རྒྱ་གར་འཕགས་པའི་ཡུལ་ཟེར་སངས་རྒྱས་ཀྱི་བྱིན་རླབས་ཀྱིས་དེ་ཙམ་གྱི་དཀའ་ངལ་མི་འདུག་བ་མ་གཏོགས་དེ་མ་གཏོགས་ད་འཛམ་བུ་གླིང་གི་ས་ཆ་ག་པ་ཡིན་ན་ཡང། དམག་འཁྲུག་རྐྱང་རྐྱང་བྱས་ནས་ཉི་མ་རེ་རེ་ལ་མི་བརྒྱ་ཕྲག་མང་པོ་བསད་བསྡད་ཀྱི་ཡོད་རེད་དེ་འདྲའི་གི་དཀའ་ངལ་ཡོད་རེད་དེ་ཚོ་ཚང་མ་ལ་བསམ་བློ་བཏང་ནས་དེ་ནི་སྨོན་ལམ་ཡག་པོ་ཅིག་བརྒྱབ། འོ་དེ་ཚོ་ཚང་མ་འགྲོ་བ་མི་རེད་ང་ཚོ་ད་གཅིག་པ་རེད། དེ་ནི་སྡུག་བསྔལ་མི་འདོད་པ་གཅིག་པ་རེད་བདེ་བ་འདོད་པ་གཅིག་པ་རེད་སེམས་ཅན་ཐམས་ཅད་གཅིག་པ་རེད་དེ་འདྲ་ཡིན་དུས་དེ་ལ་སྨོན་ལམ་ཡག་པོ་ཅིག་བརྒྱབ་ཤོག་དེ་འདི་བསྔོ་བ་སྨོན་ལམ་འདི་དང་འབྲེལ་ནས་དེ་ནི་དུས་གསུམ་གྱི་དགེ་ཚོགས་ཐམས་ཅད་ལ་བསྔོ་བ་སྨོན་ལམ་བསྔོ་བ་དང་སྨོན་ལམ་རྣམ་པར་དག་པ་ཅིག་གནང་མཛོད། དེ་ལྟར་ཆོས་བཤད་པ་དང་དབང་བསྐུར་བགྱིས་པའི་དགེ་བ་འདི་ཉིད་ཀྱིས་མཚོན་རང་གཞན་རྣམས་ཀྱི་དུས་གསུམ་དུ་བསགས་པའི་དགེ་བའི་ཚོགས་མ་ལུས་པ་མཐའ་གཉིས་སུ་མི་གནས་པར་བྱང་ཆུབ་ཆེན་པོར་བསྔོ་བ་དང་སྨོན་ལམ་གྱིས་རྗེས་འདེམས་ཏེ་ལྷན་ཅིག་ཏུ་གཟུང་ཚར་བསོད་ནམས་འདི་ཡིས་ཐམས་ཅད་གཟིགས་པ་ཉིད་ཐོབ་ནས་མཉེས་པའི་སྒྲ་རྣམ་པར། རྦ་ལམ་གྲུ་པ་ཡི་སྲིད་དཔོན་མཚོ་ལས་འགྲོ་བ་འགྲོ་བར་བྱུང་འཇམ་པོ་ལ་དཔའ་བོས་ཇི་ལྟར་བྱིན་པ་དང་ཀུན་ཏུ་བཟང་པོ་དེ་ཡང་དེ་བཞིན་དེ་དག་ཀུན་གྱིས་རྗེས་སུ་བདག་སློབ་ཅིང་དགེ་བ་འདི་དག་ཐམས་ཅད་རབ་ཏུ་བསྔོ་བ་སངས་རྒྱས་སྐུ་གསུམ་བརྙེས་པའི་བྱིན་རླབས་དང་ཆོས་ཉིད་མི་འགྱུར་སྟོན་པའི་བྱིན་རླབས་དང། དགེ་འདུན་མི་ཕྱེད་སྟོན་པའི་བྱིན་རླབས་ཀྱིས་བྱེད་ཐབས་བསྔོ་བ་མ་ལུས་འགྲུབ་པར་ཞུ། སྐྱིད་ན་བདེ་བ་ཚོགས་སུ་བསྔོ་ཕན་བདེ་ནམ་མཁའ་ཁྱབ་པར་ཞུ། སྡུག་ན་སྡུག་བསྔལ་བདག་གིས་ཁུར་འཁོར་བ་སྡུག་བསྔལ་ཅེས་རྒྱ་མཚོ་སྟོང་པར་ཤོག་ཨམ་བན་དྷར་སར་དུ་ས་མ་ཡ་མ་ནམ་པ་ལ་ཡང་བན་དྷར་སར་དུ་ཏི་ནམ་པ་ཏེ་དྲན་དྲོད་དྲན་མེ་ཕོ་བ་སུ་དང་ཁ་ཡོད་མེ་ཕོ་བ་སུ་བ་ཆ་ཡང་མེ་བ་ཨ་ན་ར་དུ་མེ་བ་བ་ས་བ་སི་ཏི་མེ་འདྲ་ཡང་དུ་ཚ་བ་ཀུ་མ་སུ་དང་མེ་ཚུ་དམ་ཤི་རི་ཡ་ཀོ་རུ་ཧུང་ཨ་ཧ་ཧ་ཧ་ཧ་ཧོ་བན་ག་བན་ན་ས་བ་ཏི་ཐང་ཀ་ཏི་མེ་ཚ་མ་མེ་མེ་ཚུ་མེ་ཚ་བ་བ་མ་ས་མ་ཡ་ས